ཀྲུང་ཧྭ་མི་རིགས་ཀྱི་ཕུལ་བྱུང་རིག་གནས་དང་མི་ཡི་རིགས་ཀྱི་རིག་གནས་ཕྱི་ཕྱོགས་གལ་ཆེན་ཞིག་རེད། ཏང་གི་ཡོངས་རྟོགས་པའི་སྲིད་ཇུས་ལ་བརྟེན་ནས་བོད་ཀྱི་གསོ་བ་རིག་པ་རྒྱུན་འཛིན་དང་དར་སྤེལ་འགྲོ་དང་འགྲོ་བཞིན་པ་མ་ཟད་མི་ཡི་རིགས་ཀྱི་བདེ་ཐང་ལ་ཕན་ནུས་ཆེན་པོ་བསྐྲུན་གྱི་ཡོད། ཁམས་ནང་ཆེན་རྫོང་གི་ཨ་སྔོན་བོད་སྨན་ལ་ལོ་བརྒྱའི་ཡི་རིགས་ལྡན་པ་མ་ཟད་ཁྱིམ་ཚང་གཅིག་གི་མི་རབས་མང་པོ་བརྒྱུད་དེ་རྒྱུན་འཛིན་དང་དར་སྤེལ་གནང་བཞིན་ཡོད། འོ་ན་ཨ་སྔོན་བོད་མིའི་མཛེས་གཞུང་སྤེལ་བའི་གཏམ་གྱིས་ཅི་འདྲ་ཡོད་ཀྱི་རེད་ཟེར་ན། དེ་རིང་བྱོན་པའི་ཁ་བརྡ་ལས་མཛད་ཚོགས་ངའི་ཞུན་ཆེ་ཡོད་ཤག་གི་ནང་ཆེད་དུ་ཨ་སྔོན་བོད་མའི་གོང་དུ་སོང་ནས་སྨན་པ་ཕ་བུ་སུ་དང་མཉམ་དུ་བོད་མིའི་སྒོ་ནས་ཁ་བརྡ་བྱ་རྒྱུ་ཡིན། ཧི་མ་ལའི་རྒྱལ་ཡོལ་སྐུ་ཁམས་བཟང། དུས་ལྟར་བྱམས་པའི་ཁ་བརྡ་ལས་མཛད་ལ་གསན་བསུ་གནང་བར་དགའ་བསུ་ཆེ། ང་ཚོ་ད་ལྟ་ཡོད་ས་ནི་ཚོགས་ངའི་ཞུན་ཆེ་ཡོད་ཤག་བེ་རི་རང་བྱུང་ཁུལ་ནང་ཆེད་རྫོང། ཨ་སྔོན། བོད་སྨན། གཞན་ཕན། དར་རྒྱས་མི་ཞིག་བེད་པའི་ས་ཆ་དུ་ན་ཡོད། ད་དེ་རིང་ང་ཚོས་སྨན་པ་ཕག་ལོ་སོ་དང་མཉམ་དུ་ལ་བོད་སྨན་གྱི་སྐོར་ནས་ཁ་བརྡ་ཅིག་བཟོ་གི་ཡིན། ཚང་མ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ད་ང་ཚོ་ནང་ཆོས་ལས་ལྷད་དུས་ལ་ཕྱི་གཏོང། ལྷ་བཟོ། དེ་ནི་གྲོགས་པ་གྲོགས་མ་རྨོངས་འཕྲད་ལ་ལག་ཤེས་པ། ཤོ་ཀི་ལེན་མཁན་དང་དེ་ནས་རྫ་མ་ལེན་མཁན་དང་དེ་འདྲ་མང་པོ་ཞིག་འདུག་དེ་གོ། མང་པོ་ཞིག་འདུག་ལ། དེའི་སྟེང་ངས་བསམ་ནས་ང་ཚོ་བོད་ཀྱི་རིག་གནས་ཕྱེ་བ་མངགས་འོང་ནས་ངས་ལ་ཨོ་བཟོ་རིག་པ་དེ་གི་བསྟན་པ་ཡག་པོ་དག་གི་འདུག་བ་བསམ་འདུག་ད་དེ་རིང་ང་ཚོ་འདི་ན་ལས་ད་དེ་ཨོ་བཟོ་བ་རིག་པ་ལ་ཡག་པོ་རེག་གི་འདུག་བ་བསམ་ང་རིག་ང་ཚོ་བོད་ལ་བཏང་ཕེབས་བྱས་ན་ང་ཚོ་གང་འདོད་དུ་བཟོ་ལ་ཡ་རབས་ཚོང་ལ་ལྷ་བཟོ་གསུམ་དེ་ཡང་སྤྱི་མཁས་ཉིན་མཁས་རེད་མ་རབས་ཚོང་ལ་དུ་འཐེན་གསུམ་ཟེར་དང་བ་འཐེན་མཁས་ཟེར་དེ་ཡང་སྤྱི་འཕུང་ཉིན་འཕུང་རེད་ཟེར་དང་བ་འཐེན་མཁས་ངན་པ་སྤྲང་བོ་ཞིག་རེད་ཟེར་དེ་ཁྱིམ་ཚང་གཅིག་ལ་དེ་ར་སྨན་པ་གསུམ་ཡོད་རྒྱུ་དེ་ཡང་ཡག་པོ་རེད་ཨ། ཨེ་ཅི་ཁྱོད་ཚོ་གི་འདི་གི་ཨ་སྔོན་གི་བོད་སྨན་ཟེར་དགོས་ཀྱི་འདུག་དེ་ཨ་སྔོན་དེ་རྒྱུ་མཚན་ག་རེ་ཡིན་ན་ཨ་སྔོན་བོད་སྨན་ཟེར་དགོས་ཀྱི། ཨ་སྔོན་བཟོ་རྒྱུ་དེ་དང་སྔོན་མ་ནུ་གུ་གི་རིགས་རྒྱུད་དེ་དང། མི་རྒྱུད་ཆོས་པ་རྣམས་ནས།

ཁ་ར་མི་སེ་ཨང། དེ་གྱི་ཁ་བརྡ་བྱས་སྨན་བཟང་ན་ཡག་པོ་ཡི་རེད། ཨང་སྨན་བཟང་ན་ཁ་བརྡ་ད་ཚེ་ཚུ་མ་ཡིན་ན་འདྲ་གསུང་དང་ཡིན་ན། དེ་ཁྱེད་གང་དང་གང་བཀྲོམ་ན་ཅིག་བསམ་དོན་གི་ཆེད་དུ། བོད་སྨན་འདི་ཚེ་ལྟ་རྒྱུ་ཡིན་ན་ཡག་པོ་ཡོད་ས་རེད། དེ་ནས་ང་རང་གི་དེ་ན་ཁྱེད་ཚོ་གུ་རུ་གཙོ་བོ། སློབ་གླིང་འདི་ཆེ་འགྲམ་རྒྱ་ལི་མ་རིག་ན་གཙོ་བོ་ཕ་རྒན་གི་ལོ་དེ་ནས། ལག་ཤེས་འདྲ་རེད་དེ་རྫི་སི་རྫི་སི་ལག་ལེན་གཙོ་བོ། ད་དུ་སོ་བའི་རོགས་པ་སི་ཞུ་སི་ཞུ་ད། ད་ལྷ་ཁྱེད་ཚོ་གོལ་རོགས་ཨ་ན་སར་རྫོང་ཐོག་ལ་ས་ཡིན་ད་ལྷ་སྨན་ཁང་དེ་ད་ཡག་པོ་ཡོད་ལ། ལ་ཙི་ལ་ཙི་ད་ཡག་པོ་རེད་ཡག་པོ་རེད། མ་ཕ་གི་ད་ཡོད་ཡོད་རིང་པོ་ལ་ད་སྨན་པ་ཚོ་ཚ་དེ་ཡིས་ད་ང་ཚོ་འདི་ནང་ཆེན་འདྲ་པོ་ཡིན་དང་ད་བོད་ཀྱི་ས་ཆ་ཚང་ཕ་ཆེན་འདྲ་པོ་ན་རེད་ཚོང་པ་བ་སུ་སྟོང་ཡོད་ཆེ་ད་བཞི་སྟོང་ཡོད་མེད་ད་ཚོ་ས་ཆ་ལ་འདྲེ་འདྲེ་གི་གི་ད་ནད་པ་ཚོ། ད་རེ་སོང་ཉི་ཨ་ན་ལ། གེ་ང་ཅི་ཅི་ན་ད་ང་ཉི་ཉི་ན་རེ་ཟེར་ནད་པ་ཅི་ན་ཅི་ན་ན་ཙེ་འོང་ད།

ཕ་རྒན་རི་པིན་ཡང་ཁོ་གཉིས་ཀྱི་མཛད་རྣམ་འདི་དག་གཙོ་བོ། བྲུན་པོ་སྐྱིད་འདི་མང་པོ་རིགས། དེ་ནས་བྲག་དཀར་པོ་ཆགས་འདི་བྲག་འགོ་མཐོ་པོ་སྐྱིད་ལོ་ན་རྒས་པ་དུ་ཚོར། དེ་ནས་གཙོ་བོ་གཙོ་བོ་སྐྱིད་ད་ལྟ་དག་སྐྱིད་དུ་འདུག་ལ། ཨེ་རེད་སྐྱིད་འབག་སྔ་འགྱུར། ད་དེ་མང་པོ་ཅིག་རེད་དེ་འདི་ལ་ཞིང་འབྲོག་མང་ཚོགས་ཡིན་ན་འདྲ། སྐྱིད་རྒྱལ་ཁབ་ལས་བཟི་བ་ཡིན་ན་འདྲ་དེ་འདྲ་མང་པོ་ཅིག་ཡོང་གི་འདུག་ལ། སྐྱིད་འབག་སྔ་འགྱུར། ད་དེ་སྐྱིད།

གསོ་བ་རིག་པ་ནི་བོད་ཀྱི་རིག་གནས་ཆེ་བ་ལྔ་ཡི་གྲུབ་ཆ་གཙོ་བོ་ཞིག་ཡིན་པ་མ་ཟད་ཀྲུང་ཧྭ་མི་རིགས་ཀྱི་ཕུལ་བྱུང་རིག་གནས་དང་མི་ཡི་རིགས་ཀྱི་རིག་གནས་བཤུ་གཞོག་གལ་ཆེན་ཞིག་རེད། ཏང་གི་ཡོངས་རྟོགས་པའི་སྲིད་ཇུས་ལ་བརྟེན་ནས་བོད་ཀྱི་གསོ་བ་རིག་པ་རྒྱུན་འཛིན་དང་དར་སྤེལ་འགྲོ་དང་འགྲོ་བཞིན་པ་མ་ཟད་མི་ཡི་རིགས་ཀྱི་བདེ་ཐང་ལ་ཕན་ནུས་ཆེན་པོ་བསྐྲུན་གྱི་ཡོད། ཁམས་ནོངས་ཆེ་རྫོང་གི་ཨ་སྔོན་བོད་སྨན་ལ་ལོ་རྒྱུས་ཡིག་རིགས་ལྡན་པ་མ་ཟད་ཁྱིམ་ཚང་གཅིག་གི་མི་རབས་མང་པོ་བརྒྱུད་དེ་རྒྱུན་འཛིན་དང་དར་སྤེལ་གནང་བཞིན་ཡོད། འོ་ན་ཨ་སྔོན་བོད་སྨན་འཛིན་སྐྱོང་སྤེལ་བའི་གཏམ་རྒྱུད་ཅི་འདྲ་ཡོད་རྒྱུ་རེད་ཟེར་ན། ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ། ཚེ་ཐུང་ད་ང་ཚོ་བོད་ན་གྲོང་ཁྱེར་ཆེ་པོ་ནང་ད་ད་ནུ་ཞོ་གི་སྨན་དེ་ཚོ་ན་ཡོད་ད་སྨན་པ་ཚོ་གཟའ་ཉི་མ་ལ་ང་སོ་སོ་ཚར་རེ་གཟའ་ཟླ་བ་ལ་ཞོ་བཟོས་ཀྱི་ན་ད།

ཉི་མའི་སྒང། ཉི་མ། ཉི་ཁ། ནས་པ་རུ་ཏཱ། དགུང་མོ་སྒོ་བརྒྱ། ད་དུ་འདྲ། ཅེས་ཡོང་རུ་ཏུ་ནས་པ་དུ། ན་ན་ཡོང་ཤི་མ་རེ་ལ། དགུང་མོ་ན་སོ། ཞོ་ཀ་ན། ནས་ཏུ་ན་ན་ཡོང་ཧ་མོ། རེད། ང་གྲོ་ན་ཏུ་ཞོ་ཏོ་ན་ཤི་མ་རེ་ཨ། ད་སྨན་ཁང་མང་ཤི་ཤི་ཏེ་ག་འདྲ་ཡོང་གི་འདུག་ཟེར་ན། ཅེས་ཏ། ཉི་ཁ་སྒོ་སེ། དེ་མཚན་མོ་ལ་ཅེས་སྒོ་བརྒྱ་དེ་ཚོ་སྨན་པ་ག་ན་འདུག་ས་དེ་ཚོ་མ་ཉིད་དེ་ནས་ཡོང་རུ་གི་འདུག་ད་ང་ཚོ་འཆར་གི་ག་རེ་ཡོད་རེད་ཟེར་ན། ད་ཅིག་དམ་བཅའ་འདི་སི་གུ་ར་ལ་ཅིག་ནས་པ་དང་ཚིན་ལ་དཀའ་དུས་ཡིན་ན་ཁ་པར་རྒྱག་ཡོང་ན་འདྲ་ང་ཚོ་གི་སྨན་ཁང་སྒོ་ལ་ངའི་ཕ་གི་གསུང་ག་གི་ཁ་པར་འདྲ་རྒྱག་གི་ཡོད་རེད་ལ་ཨང་སྨན་པ་ངའི་གསུང་གི་གི་བརྙན་རྒྱག་དེ་རེད་དེ་ནས་ཁོ་ཚོ་ཨང་སུར་རྒྱག་ཡོང་ན་འདྲ་རེད་ལ་དེ་ནས་ཁོ་ཚོ་ན་རེ་ལ་འཐུང་ཡོང་ན།

ད་ལས་སླ་པོ་ཅིག་ཡོད་ཤི་མེད་དགོ། རིགས་དབྱེ་མང་ནད་པ་མང་དེ་ནི་འཚང་ཁ་ཆེ། ངོ་མ་རེད། ཉི་མ་ང་ལྷོ་སྤུངས་ད་བ་ཀའི་ནད་པ་ཚོ་ཇི་དེ་མཚན་ནི་སྟོན་ས་མི་ར་མཚན་ནི་བལྟ་དགོ་ད་ནི་ཨོ་ད་དུ་རོང་བུ་དུས་མ་མཚན་ན་དེ་ལྷོ་མི་ར་དེ་ནི་ཆུ་དག་ཏུ་སོང་ལ་ཉམས་ས་ས་དགོ་བལྟ་དགོ་དེ་རེད་ད་ནི།

སྐད་གྲགས་ཟེར་གི་ན་འདྲ་མི་ཚོ་མང་ང་ཡག་པོ་འདུག་ཟེར་མཁན་མང་པོ་འདུག་ཨ། འདང་འདང་འདང་འདང། དེ་ནས་ཅིག་འདུག་ད་དཔེར་ན་ཕྱི་གཏོང་ང་ཚོ་གི། གྲོང་ཁྱེར་ཆེ་པོ་ནང་འཚོ་བ་བྱེད་མཁན་ཚོ་ཡིན་ན་འདྲ་མང་མང་པོ་ཅིག་གིས་སློབ་གྲྭ་ནང་ཡི་གེ་འདེད་འགྲོ་གི་ན་ཁོ་ཚོ་ལོ་ཡན་ཚོ་དེར་སོང་ཡོང་གང་བྱེད་པ་འདུག་ཨ། ཚོ་སྨན་ཁང་ནང་བལྟ་གི་ན་ཡོང་སྨན་རིས་དེ་ཚོ་ཡོང་གང་བྱེད་པ་དེ་ཚོ་མི་ཚོ་གི་ད། དོ་སྣང་བཟོ་ས་ཅིག་རེད་འདུག་ཨ། རེད་རེད། འདི་ལྟར་བོད་སྨན་འདྲ་པ་ཡིན་ན། སྤྱི་སྟོང་གི་ང་ཚོ་གི་སྨན་ཡིན་ལས་གཏོང་འདྲ་དེ་རེད་ཅི་འདྲ་ན་ལས་དགོས་ད་སྨན་རིས་ལས་གཏོང་འདྲ་དེ། ལས་དོན་ཁུར་ཡོང་དེ་ལ་ཐབས་ཅི་སེ་གི་ན་འགྲོ་ལུགས་ཅི་ཡོད་ལ་རྒྱལ། རེད་ལ།
ཡོད་རེད། ད་དེ་ཅི་སྟངས་ཁྱེར་ཕྱིན་ང་འགས་ཀི་སྨིན་ཡོང་ལེན་དུས། ཁྱེད་ཚོ་དགོས་ལ་སྨིན་དེ་ལ་འགྲོ་སོང་ག་ཚད་སྐབས་ལས་ག་ཚད་རྒྱག་དགོས་འདུག་ན་སྨིན་དེ་ལ་སྨིན་ཁ་ཤས་ལ་སྨིན་བརྒྱུད་བྱ་བྱེད་པར་ཡོད་རེད་ལ་དེ་སྨིན་ཁ་ཤས་ལ་སྐྱེས་ཡོད་རིན་པོ་ཆེ། དུ་ཚོ་དགོས་དོགས་འདྲ། ཀྱི་རིན་གོང་མཐོ་པོ་རེད་ང་ཚོ་གི་ཚོ་ཙཱ་བྲག་འུ་དེ་རིན་གོང་ཆེན་པོ་རེད་གཞན་དོན་དུ་ཙཱ་བྲག་འུ་གི་དེ་ཡོད་དོ་དུ་མིན་དེ་ལ་ནང་ཁོ་བརྒྱ་ཆ་སྐོར་དང་ཙི་ཁོ་ཁོ་ལ་བབ་ལེ་གི་གུང་ཚེ་རེ་བརྒྱ་རེད་ལ་དེ་ཡང་ང་ཚོ་གི་འགྲོ་སོང་ལྟས་སུ་ཆུང་དོ་ལྟས་སུ་དང་ང་ཚོ་གི་ས་ཆ་ལ་ཐུ་རྒྱ་ཡོད་དོ་བདུན་བུ་ལ་སོགས་པ་དུ་ཚོ་ཅན་ཡིན་ན་ཨང་ཁོ་ནང་དུ་ཁོ་དེ་ལ་བབ་བབ་བབ་ཚུལ་རེད་ཁྱོད་རང་རེད་མ་གཏོགས་གི་ཡང་གཅིག་དེ་འདྲ་གཅིག།

བཀའ་མོ་རི། དམ་མི་སྲིང་རྡོ་རྗེ་དེ་ཨང་སྲིང་འཕང་སོང་གི་ནོར་མ། ཨང་ཁྱོད་ཉི་མ་བཙན་གཡུག་གི་ད་ཀ་ཧ་ད་འདི་འདི་ངའི་སར་ལེན་རྒྱ་ཡིན་ཚོ་ད་མ་ཚང་ངའི་སང་གི་གདན་སྐྱོན་འཆར་གྱི་འདུག་ཕ་དབང་ཆ་ངེ་གི་ཁོ་ནི་གདན་སྐྱོན་དབང་ཆ་དེ་ཡིན་དེ་ནི་ད་མེ་ད་ཐག་རིང་ནས་ཡིན་ཕིང་པོ་སོང་མེ་ཁྱི་བྱིན་པོར་ཉིམ་ཚེ།

རེ་བ་ཆེ་ཤོས་ནི་ག་རེ་ཡིན། རེ་བ་ཆེ་ཤོས་དེ་ད་ང་འབྲུག་གི་ལས་ཀ་དང་མི་ཚེ་དེ་ལས་ཨེ་རི་ལས་ཀ་རེ་རེད་པས་དེ་ཡག་པོ་ནི་ད་ཨ་རེ་ཟེར་ཨེ་རི་མི་ཡིན་རེད་ཟེར་སྐྱོ་ན་བཞག་ནས་འགྲོ་བ་མེད་པ་དང་རྗེས་ཀྱི་དོན་མི་ལྟ་རུང་བའི་ཚབ་དེ་ནི་གུ་རྒྱན་ཡང་བུ་རྒྱལ་གྱི་དུས་ལས་ད་མི་ཡིན་ཙག་གི་བུ་རྒྱལ་ལྟ་རུང་བས་ན་དེ་ལ་ང་གི་གུ་རྒྱན་དུ་སློབ་གསོ་རྒྱག་ལེན་འགྲུག་ཟེར་ཡག་རྒྱུ་དེ་མི་རབས་ནས་མི་རབས་རྒྱས་འདོང་བས

གསོ་བ་རིག་པ་དེ་ནི་ཞེ་སྡང་གི་འགྲོ་བ་མི་ཡི་རིགས་ལ་ད་ཧ་ཅིང་ཕན་ཐོགས་པའི་དོན་དུ་རིག་ནས་ཡང་མོ་ཅིག་ད་ལོ་སྟོང་ཕྲག་བདུན་བརྒྱད་ད་ང་ཚོ་དང་པོ་ག་ནས་ད་གོ་སའི་རྩོད་པ་མང་པོ་འདུག་སྟེ་རིག་རིག་རིག་རིག་རྩོད་པ་མང་པོ་ཡོད་རེད་ལ། མི་གི་རིགས་བྱུང་ཚར་ཡང་དེར་ཐབས་ཤེས་ཅི་ཡོད་རྒྱུ་རེད་རིག་རིག་རིག་རིག་ད་ལྟའི་བར་ད་དེར་སོང་ཉིན་ལ་བོད་སྨན་སི་ཏི་ལ་རྒྱ་ཞིང་ནང་ཚོང་མ་ལ་སྐད་གྲགས་ཆེ་པོ་འདུག་ག་དེའི་དུས་ང་ཚོ་བོད་སྨན་དུ་ད་ང་ཚོ་རང་བོད་པ་རང་གིས

ང་གི་བུ་གི་རིག་གནས་བུ་གི་ཡི་གེ་ད་ར་ལ་དེའི་ངོས་ནས་ཚོད་ཅིག་ལག་ལེན་གཏོང་མ་ཐུབ་ན་ཅིག་རིག་གནས་ཡིག་རིགས་ཡིན་པ་ལ་སྒྱུར་ཤ་ཏོག་གནང་ནས་ལག་ལེན་རེ་གཏོང་འདོད་དེ་ལ་ནོར་བ་མང་པོ་རེ་འགྲོ་སྲིད་ད་ར་ཡིག་སྒྱུར་བ་ཡིན་ན་འདྲ་ག་ས་ག་ནས་དེ་ནོར་བ་མང་པོ་རེ་གོ་བ་ལོན་མི་ལོན་རེ་ཨེ་རེད་ང་གི་བུ་གི་གསོ་བ་རིག་པ་རེ་དེ་བུ་ཡིག་ནང་ལྟར་གྱི་ཚོར་གོ་བ་ལེན་ཐུབ་པོ་འོང་མི་ད་ལ་ཡིག་རལ་མ་ཡོང་རྒྱུ་དེ་རེད་དེ་རེད། དེ་དེ་གི་དེ་ལག་ལེན་དེ་ལ་ཉམས་འགྲོ་ལེ་གི་དོགས་པ་ཆེན་པོ་འོང་ད་ལ། ངོ་མ་རེད་ངོ་མ་རེད་དེ་རེད་དེ་རེད་ད་དེ་ཡིན་དེ་ལ་ཁྱོད་རང་གཉིས་ལ་སེམས་ཤུགས་ཡོད་ཀྱི་རེད་དེ་ང་ལ་ཀྱི་རེ་བ་གསར་པ་འདྲ་ཞིག་ཆགས་ཀྱི་འདུག་བ། ལ་ས་ལ་ས་ལ་ཀ་རེད་དེ་ལ་ས། ཕ་ཤི་བུ་འདི་ཡག་པོ་ཀྱི་རེ་ས་རེད་བསམ་ས་ད་ནང་ཆེ་གི་ཨ་སྔོན་གྱི་བུ་མོ་ཡིན་ན་རེ་ཞིག་ཏུ་ང་ཚོ།